ཨོ་ད་བུ་ལུང་བ་སྤྲོ་སྤྲོས་པའི་ལས་རན་གཟིགས་སྙན་གྱི་ཤ་ར་བྱིས་པའི་གངས་ཅན་པའི་ཕུ་ཐུ་མིག་སེང་འཚོང་མ་ལ། ཞོགས་པ་དེ་ལས་ཤི་བ་དང་ཨང་རྟ་དེ་རིང་ངའི་བརྙན་ཐུབ་མཚམས་གཉིས་ཀྱི་བཟོ་བ་ཡིན། དེ་ནི་བརྙན་ཐུབ་མཚམས་དང་པོ་དེའི་ནང་ལོགས་ལ་ཉེ་ལམ་གྱི་བདེན་མཐོང་སྲིད་སྐྱོང་སྤུན་པ་ཚེ་རིང་ལགས་ཀྱིས། ད་ལས་དོན་གནང་ཕྱོགས་ཀྱི་ཐོག་ལ་དྲ་ལམ་ལ་སྤྱོད་འཇུག་ཞུ་དེ་གཉིས་ཀྱི་ནང་ལོགས་ནས་སྤྱོད་འཇུག་ཁག་ཅིག་གྲངས་འབོར་བྱུང་མ་སོང་བསམ་པ་དེའི་ཐོག་ལ། བསམ་ཚུལ་ཞུ་ཡ་དང་གཉིས་དུམ་ཚབ་གཉིས་པ་དེའི་ནང་ལོགས་ལ། བདེན་དོན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གནང་དོན་ཁག་ཅིག་ལ་ངེས་པར་དུ་སྐྱོན་བརྗོད་ནན་པོ་དགོས་ཡག་མཐོང་བ་ཡིན་ནི་ལས་སྐྱོན་བརྗོད་བྱེད་མཁན་མ་འབྱོང་བ་འདྲ་བོ་གི་གནས་སྟངས་ཧང་མཐོང་བའི་རྒྱུ་མཚན་གིས་ང་རང་གིས་དེའི་ཐོག་ལ་བསམ་ཚུལ་ཞུ་ཡ་བྱེད་ཀྱི་ནི་གཉིས་དུམ་ཚབ་གཉིས་བཟོ་གི་ཡོད། དེ་ནི་ད་ལྟ་ཁོང་ལ་ཉེ་ལམ་ཅིག་གིས་ག་རེ་ལབ་དགོས་རེད་སྐྱོན་བརྗོད་དྲ་ལམ་ལ་ཞུས་དེ་གཉིས་དེ་སོགས་ཀྱི་ནང་ལོགས་ནས་ད་ཆུང་ཆུང་སྣང་སྟོང་ཁ་ཅིག་གྲུང་པོ་བྱུང་མ་སོང། བསམ་པ་གྱི་བསམ་ཚུལ་བྱུང་བ་གྱི་ཅུང་རྫོབ་དང་པོ་འདྲ་བོ་དེ། དབྱིན་ཡུལ་དུ་ཟླ་ཉི་བའི་ཆར་ལ་ཚོགས་པའི་འབྱོར་ལྡན་རྒྱལ་ཁབ་བརྒྱད་ཀྱི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཚོགས་འདུ་ད་ལྟ G7ལ་ད་བོ་དོང་གླེང་སློང་མ་བྱུང་བ་དེ་སྤུན་པ་ཚེ་རིང་ལགས་ཀྱིས་ད་འབད་བརྩོན་མ་བྱས་པ་དང། དེ་བདེན་མཐོང་སྲིད་བྱུང། ཁྱེད་མ་འབྱོངས་པ་རེད་ཟེར་ནས་ད་ཁ་བྱེད་ཀྱི་ཡུན་རིང་པོ་ལ་ཆོས་འཇུག་གནང་སོང། ད་ད་དུང་ཡང་དྲ་ལམ་དེ་བ་ལ་དེ་སྐད་ཆ་དེ་བཤད་བསྡད་ཀྱི་འདུག་རེད་ཅིག། ཡིན་ན་ལས་ང་རང་འདྲ་བོ་བྱིན་ན་དེའི་སྐྱོན་འཛུགས་དེ་ཚོ་ད་ད་དྲང་པོ། བྱུང་མ་སོང་བསམ་པ་གི་བསམ་ཚུལ་བྱུང་སོང་ད་དེ་ང་རང་གི་བསམ་ཚུལ་རེད། དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་བདེན་མཐོང་སྲིད་སྐྱོང་སྤུན་པ་ཚེ་རིང་ལགས་ཀྱིས་དམ་འབུར། Sea། གྱི་མཛད་སྒོ་དེ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཟླ་བ་ལྔ་བའི་ཚེས་པ་ཉི་ཤུ་བདུན་གྱི་ཉིན་མོ་ལ་འཚོགས་ཡོད་རེད། G7 གྱི་ཚོགས་འདུ་དེ་དབྱིན་ཡུལ་ལ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཟླ་བ་དྲུག་པའི་ཚེས་པ་བཅུ་གཅིག་ནས་ཚེས་པ་བཅུ་གསུམ་བར་ལ་འཚོགས་ཡོད་བ་དང། དེ་གའི། ཚོགས་འདུ་དེ་དང་ནི། བདེན་སྟོང་གསེར་མཆོག་དཔོན་པ་ཚེ་རིང་གིས་དང་པོར་མཛད་སྒོ་ཟེར་ཡག་གི་གནས་ཚུལ་དེ་བྱུང་ནས་དེ་གཉིས་ཀྱི་བར་ལ་ད་བདུན་ཕྲག་གཉིས་ལྷག་ཟིན་མ་གཏོགས་ཀྱི་དུས་ཚོད་ཡོད་མ་རེད་དེ་མེད་པའི་རྒྱུ་མཚན་གྱིས། མཛད་སྐྱོང་གསར་པ་གཅིག་དང་དེ་ཡང་ཆ་མ་ཚང་བའི་མཛད་སྐྱོང་གསར་པ་ཞིག་གིས་ཚོགས་འདུ་ཆེན་པོ་དེ་འདྲ་གཅིག་གི་ཐོག་ལ་ནི་བོ་དོང་གླེང་སློང་ཡོང་ཡག་གི་ལས་ཀ་གཅིག་བདུན་ཕྲག་གཉིས་ཀྱི་ནང་ལོགས་ལ་བྱེད་ཐུབ་ཡག་དེ་ད་སུ་ཡིན་ན་ཡང་ཧ་ཅང་གི་ཁག་པོ་ཡིན་གྱི་རེད་བསམ་གྱི་འདུག་དེ་འདྲ་ཡིན་པའི་རྒྱུ་མཚན་གྱིས། སྤྱོད་འཇུག་དེ་ཚོའི་གྲས་དེ་ད་གྲང་པོ་མ་རེད་བསམ་འདུག་ང་རང་གི་བསམ་ཚུལ་ཡིན་དེ། དེ་ནི་ཚོགས་འདུ་དེའི་ནང་ལོགས་ལ་བོགས་གཏོང་གླེང་སློང་མ་བྱུང་བ་དེ་ད་ང་ཚོ་ཚང་མར་གི་སྤྱི་ཚོགས་དྲ་ལམ་ཁག་ལ་གཅིག་ནམ་རྒྱུན་དུ་ནས་རྒྱ་ནག་ལ་སྤྱོད་འཇུག་བྱེད་ཡ་དང་ནི་བོད་ནང་ལོགས་ཀྱི་ད་འཛའ་དྲག་གི་གནས་སྟངས་དང་དམ་དྲག་གི་དཀའ་ངལ། རྒྱ་ནག་གི་བོད་ལ་བཙན་འཛུལ་དང་དྲག་གནོན་བྱས་པའི་གནས་ཚུལ་དེ་ཚོ་ང་ཚོ་གི་སྤྱི་ཚོགས་དྲ་ལམ་ནང་ལོགས་ལ་མི་སྒེར་དང་ཚོགས་པ་ཚང་མ་གི་པིར་ཡག་ཉུང་དྲགས་བའི་རྒྱུ་མཚན་གྱིས་རྒྱལ་སྤྱིའི་སྤྱི་ཚོགས་གི་ནང་ལོགས་ལ་ང་ཚོ་གི་བོད་ནང་གི་དཀའ་སྡུག་གནས་སྟངས་དེ་ཚོ་ནི་ད་དྲ་ལམ་གི་གོ་སྐབས་ཡོད་བ་ནང་བཞིན་གྱི་ཁྱབ་བསྒྲགས་ཅིག་ང་ཚོ་གི་བྱེད་ཐུབ་ཀྱི་ཡོད་མ་རེད། ད་དེ་ཚོ་ང་ཚོ་གི་ད་ལྟ G7གི་ནང་ལོགས་ལ་བོགས་གཏོང་བླུན་ལོང་མ་འབྱུང་བའི་རྒྱུ་མཚན་གཅིག་ཆགས་ཀྱི་ཡོད་རེད་དྲན་གྱི་འདུག་དེ་ནི་རྒྱུ་མཚན་ཆེ་ཤོས་འདྲ་བོ་དེ་ང་ཚོ་གཞུང་མང་ཚོགས་མ་རྩ་སྟོང་གི་ཐོག་ལ་ལོངས་སྤྱོད་གཅིག་གྱུར་མེད་པ་ལ་སོགས་པའི་གི་ད་ང་ཚོ་གི་ཕྱོགས་མང་པོ་གི་ཞན་ཆ་དང་འབྲེལ་བ་ཡོད་པའི་ཐོག་ནས་ད G7གི་ཐོག་ལ་བོགས་གཏོང་བླུན་ལོང་མ་འབྱུང་བ་དང་ཡུ་གུར་དང་ད་ཅིག་ཧོང་ཀོང་གི་གནས་སྟངས་དེ་ཚོ་གླེང་སློང་ཤུགས་ཆེན་པོ་བྱུང་སྐབས་ཀྱི་རྒྱུ་མཚན་འདྲ་བོ་དེ་ཕལ་ཆེར་དེ་འདྲ་ཡིན་གྱི་རེད་བསམ་གྱི་འདུག་དེ་འདྲའི་མི་རྒྱུ་མཚན་གྱིས་ད་ཇི་སྲིད་བོན་གྱི་ཐོག་ལ་བོགས་གཏོང་གླེང་སློང་མ་བྱུང་བ་དེ། ང་ཚོ་གི་བདེན་མཐོང་སྲིད་སྐྱོང་སྤེན་པ་ཚེ་རིང་ལགས་སྐྱོང་བཙུགས་བསྡད་པ་ཡིན་ན་དེ་ང་རང་གི་ཉུང་ནས་གྲུང་པོ་མ་རེད་བསམ་གྱི་འདུག་འོ་དེ་གཅིག་ཤོས་ཡིན། ད་དེ་ནས་བདེན་མཐོང་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ལ་ད་སྐྱོང་བཙུགས་བྱས་བ་གི་ནང་ལོགས་ནས་གྲུང་པོ་མ་སྐྱོང་བའི་སྐྱོང་བཙུགས་རྙིང་པ་འདྲ་བོ་དེ། དེ་ནས་ད་ག་ཚོང་ཉི་མ་ཕ་ཆེ་དེ་རིང་ནས་ཡར་བརྩིས་པའི་ཉི་མ་གཉིས་གསུམ་གྱི་སྔོན་ལ། དེ་ནི་འདེབས་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གནས་ཆུང་སྐུ་བསུ་ཞུས་པ་དེ། ནི་ཧ་ཅང་གི་ནོར་འཁྲུལ་ཡིན་པ་ལྟ་སྟེ་སྡུག་ཅག་ཞི་བ་ཅི་ཡིན་པ་ལྟར་དྲ་ལམ་ག་ལ་ཤོད་བསྡད་ཀྱི་འདུག་ད་དེ་ཡང་ངའི་གྲོགས་པོ་མ་རེད་བསམ་གྱི་འདུག་གནས་ཆུང་སྐུ་བསུ་ཞུས་ཡ་དེ་ད་ལྟ་བར་དུ་བོད་གཞུང་དགའ་ལྡན་ཕོ་བྲང་གི་སྐབས་དང། དེའི་རྗེས་ལ་བཀའ་ཁྲི་ཟམ་གདོང་རིན་པོ་ཆེ་དང་སྲིད་སྐྱོང་བློ་བཟང་སེང་གེ་ལགས་སོགས་ཀྱིས་ཀྱི་ད་འཛིན་སྐྱོང་རིམ་པ་ཁའི་གནས་ཆུང་སྐུ་སྲུང་ཞུས་བསྡད་པ་རེད། དེ་ག་སྲིད་ནོར་འཁྲུལ་ཅིག་ཡིན་པ་ཡིན་ན། དེ་ཅིག་སྤེན་པ་ཚེ་རིང་གིས་གསར་དུ་བཟོས་བཞག་པའི་ཀྱི་ནོར་འཁྲུལ་ཅིག་ཆགས་ཀྱི་ཡོད་མ་རེད། དེ་ནི་བོད་ལ་ལྷ་ཕབ་ཡག་གི་ལམ་ལུགས་སུ་འདྲ་བོ་དེ་ཡག་དེ་ལས། ད་རེ་འང་དེ་འདྲ་བ་ཡིན་ན། བོད་བཙན་པོ་གི་སྐབས་ལ་ད་ཕ་ཆོས་བོང་གི་སྐུ་གཤེན་ཚོའི་སྐབས་ནས་དང། དེའི་རྗེས་ལ་ད་བོད་ལ་བོད་བརྒྱུད་ནང་བསྟན་ད་ནི་མགུར་རིན་པོ་ཆེ་བོད་ལ་ཕེབས་པ་ནས་ད་རིམ་བཞིན་ད་གོང་ལྟར་དེ་ནས་ལྷ་ཕབ་བྱས་ནས་ད་ལྷ་མཆོག་འགྲན་བསྡུར་བྱེད་ཡག་གི་ཆོ་ག་དེ་བྱུང་བྱས་ནས་ལོ་རྒྱུས་རིང་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། འཛམ་གླིང་སྤྱི་ཡོངས་ཀྱི་སྤྱི་ཟོར་དང་ལོ་རྒྱུས་ལ་བལྟས་པ་ཡིན་ན་དང་པོ

ད་ལྟ་དངོས་མེད་ལྷ་མཆོག་འགྲན་བསྡུར་གྱི་ལུགས་སྲོལ་དེ་ཕར་བཞག་བྱས་ནས་སྔོན་སོང་མི་ཡི་རྣམ་སྤྱོད་ལ་ཡིད་ཆེས་གལ། གྲོས་ཚོགས་དང་ཚོགས་ཀྱི་དབུས་ལ་མི་ཡི་རྣམ་སྤྱོད་ཀྱི་གྲོས་ཁ་འདོར་བྱས་ནས་མི་ཡི་རྣམ་སྤྱོད་དང་ཚན་རིག་ལ་རྩ་འཛིན་བྱེད་པའི་གི་གོ་རིམ་ཅིག་ལ། མདུན་སྐྱོད་དང་ཡར་རྒྱས་ཆེན་བྱས་ནས་ད་དུས་ཡུན་རིང་པོ་ཕྱིན་པ་རེད། ཡིན་ན་ལས་ང་ཚོ་ད་དུང་ཡང་ལྷ་མཆོག་འགྲན་བསྡུར་གྱི་ཕྱོགས་ཁག་གི་ཁྲོད་ནས་སྲིད་དབང་བཙོག་ཡ་དང་ལྷ་མཆོག་འགྲན་བསྡུར་གྱི་ཕྱོགས་ཁག་གི་ཁྲོད་ནས་སྲིད་ཇུས་འཚོལ་བྱས་ནས། དེའི་ཡོལ་བ་དེ་ད་སྤེན་པ་ཚེ་རིང་གི་སྐབས་ལ་གསར་དུ་བྱུང་བ་ཅིག་ཆགས་ཀྱི་ཡོད་མ་རེད། དེ་མི་ལོ་བརྒྱ་ཕྲག་མང་པོ་ལ་མར་བརྒྱུད་ནས་ཡོང་ཡི་གེ་ང་ཚོ་གི་ལུགས་སྲོལ་རྙིང་པ་ཅིག་ཆགས་བསྡད་ཀྱི་ཡོད་རེད། དེང་དུས་ཀྱི་ད་ཁྲིམས་ལུགས་དང་དེང་དུས་རྒྱལ་སྤྱིས་ཀྱི་འགྲོ་སྟངས་ཤེས་མཁན་དང་དེང་དུས་ཀྱི་སློབ་སྦྱོང་དང་ལྟ་བ་ཡོང་མཁན། ཁྱེད་ཧོང་སི་ཅོང་སློབ་ཟུར་སེང་གེ་གི་སྐབས་ལ་འདྲ་བོ་ཡིན་ན། ལྟར་ལྷ་མཆོད་འགྲན་བསྡུར་གྱི་ལམ་ལུགས་དེ་ནི་མར་དོ་འོང་བྱས་ནས་དེང་དུས་ཀྱི་དམངས་གཙོ་གི་ལམ་ལུགས་དེ་ལ་ཚད་མཐོ་བའི་གི་འགྱུར་བ་ཅིག་དང་གསར་བརྗེ་ཅིག་ཡོང་ཡག་གི་རེ་བ་བྱེད་མྱོང་ང་འདྲ་བོ་གྱིས་ན། ཡིན་ན་ལེ་ད་སྲིད་སྐྱོང་བློ་བཟང་སེང་གེ་གི་སྐབས་ལ་འདྲ་བོ་ཡིན་ན་ལེ་སྔོན་མ་ནང་བཞིན་བྱེད་བྱས་ནས་ལྷ་མཆོད་འགྲན་བསྡུར་གྱི་ཆོ་ག་སྤེལ་བྱས་ནས་ཕེབས་ཡོད་རེད་དེ་ཡིན་པའི་རྒྱུ་མཚན་གིས། ང་འདྲ་བོ་གྱིས་ན་སྤུན་པ་ཚེ་རིང་ལགས་ཀྱིས། སྐབས་ལ། ལྷ་མཆོག་འགྲན་བསྡུར་གྱི་ཆོ་ག་དེ་ནི་མར་དོང་བྱས་ནས། ཡང་མིན་ན་ལྷ་མཆོག་འགྲན་བསྡུར་གྱི་ཆོ་ག་དེ་མར་མཚམས་བཞག་བྱས་ནས། དེའི་ཐད་ལ་མདུན་ཅོག་གསར་བ་ཅིག་བྱེད་ཡག་གི་རེ་བ་གཏན་འགྲོ་ཙམ་ཡང་མེད། དེ་མི་བའི་རྒྱུ་མཚན་གྱིས་ཁ་སང་སྤུན་པ་ཚེ་རིང་ལགས་ཀྱིས་གནས་ཆུང་བསྐུལ་གསོལ་ཞུས་བ་དེ་ལ་ཅིག་ཧང་སང་མ་སོང་ལ། ཨ་ནི་དེ་སྤུན་པ་ཚེ་རིང་གིས་སྤུན་པ་ཚེ་རིང་ལགས་ཀྱིས་ནོར་འཁྲུལ་ཅིག་རེད་བྱས་ནས་ང་ཡིན་ན་ལབ་ཐུབ་གི་མི་འདུག།

དང་པོ་འོས་བསྡུ་གི་བརྒྱུད་རིམ་ནས་བྱུང་བ་རེད་ད་ལྟ་ཡང་དེ་སྐད་ཆ་དེ་མི་མང་པོ་གི་དྲ་ལམ་རེད་དྲ་ལམ་མ་ཡིན་པ་རེད་མང་པོ་ལ་བཤད་བསྡད་ཀྱི་ཡོད་རེད། དེ་ནི་ཡིན་སྤྱིར་བཏང་མདོག་དང་བཟོ་ལྟ་དེ་མི་མི་རེ་རེ་གི་ལྷན་སྐྱེས་ཀྱི་གནས་སྟངས་ཅིག་ཡིན་པའི་རྒྱུ་མཚན་གྱིས་དེ་ལ་ཅིག་སྐྱོན་འཛུགས་བྱེད་ཡག་དང་སྐྱོན་བརྗོད་ཡག་དེ་ལ་སྤྱིར་བཏང་དེང་སང་ཡར་ཐོན་གྱི་སྤྱི་ཚོགས་དེ་སོགས་ཀྱི་ནང་ལོགས་ལ་ད་དེ་ལ་རེ་སིས་ཏྲིས་ལབ་བྱས་ནས།

དེ་བུ་སྐྱེས་བ་ལ་ལ་དག་ཡ་བྱེད་དང་དྲང་པོ་བྱེད་ངས་ཆ་ག་རེ་དྲན་གི་མི་འདུག་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོ་གི་བདེན་སྟོང་སྲིད་སྐྱོང་ལ་ཡིན་ན་རེད་སྤྱི་འཐུས་རྣམ་པ་ལ་ཡིན་ན་རེད་ད་སུ་ལ་སྐྱོང་འཛུགས་དང་སྐྱོང་རྒྱུ་བྱས་བ་ཡིན་ན་ལས་བུ་སྐྱེས་ལ་འགན་འཁུར་དགོས་ཡ། ག་སྲིད་ཐུབ་ཐོབ་གི་དྲང་པོ་གི་སྐད་ཆ་ཞིག་ཐུབ་དགོས་ཡ་དེ་གལ་ཆེན་པོ་ཞེ་བོ་ཅི་རེད་ནི་དུག་ལོག་གི་གནས་སྟོང་གི་ཐོག་ལ་དུག་ལོག་བྱུང་དོག་འགྲིག་གི་མི་འདུག་ལབ་དེ་གཉིས་ཁ་གཅིག་གོ། ག་རེ་ལབ་གི་རེད། དུག་ལོག་གི་རིམ་པ་རེ་བ་དེ་ཚོང་བདག་དེ་ཚོ་གི་རེད་དེ་ཚོ་ནི་ཏག་ཏག་ཅིག་ངོས་འཛིན་ཐུབ་དང་མ་ཐུབ་གི་ཅུང་ཚོད་ཡོད་ཡོང་གི་འདུག་ལབ་ཀྱི་ནི་དྲ་ལམ་ལ་ལྟ་ཅིག་གནས་ཚུལ་ཧ་གོ་ཉེན་དེ་འདྲ་གི་ཅུང་ཅུང་འཇུག་ཡོད་སོང་ཡང་གནང་སོང་དེ་ཚོ་བྱེད་དུས་དེ་ཚོ་ངའི་རྒྱུ་མཚན་རེད་དྲིས་འདུག་དེ་བྱེད་དུས་དེ་འདྲ་བྱེད་ཀྱི་ནི་མི་རེ་རེ་གི་ད་སྤྱི་ཡོངས་ཀྱི་ཤེས་ཡོན་རེ་བ་དེ་གོ་རྟོགས་རེ་བ་དེ་ཡར་རྒྱས་གཏོང་ཐུབ་པ་ཡིན་ན་ནི་དེ་སོ་སོ་ཡར་རྒྱས་འགྲོ་བ་དང་མཉམ་དུ།

ད་དེ་ཞུ་དུས་ཙམ་པ་ལ་ངས་སྤུན་པ་ཚེ་རིང་ལ་མདོག་ངན་པོ་འདུག་དུ་ལོ་བྱུང་དོགས་འདྲི་གི་མི་འདུག་ངས་དེ་ཞུ་གི་མེད། སྤྱིར་བཏང་ནས་འགོ་ཁྲིད་བཅས་ཀྱི་མདོག་དང་བཟོ་ལྟ་དེ་མི་སྤྱི་ཚོགས་ནང་ལོགས་ལ་ཆེ་མཐོང་ཡོང་ཡག་གི་ཆ་རྐྱེན་གལ་ཆེན་པོ་གཅིག་ཡིན་པ་དེ་སོ་སོ་ལ་ཡང་དེ་འདྲ་གི་མྱོང་ཚོར་བྱུང་མྱོང། སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ལགས་འདྲ་བོ་ཡིན་ན་རྒྱལ་སྤྱིའི་དབུ་ཁྲིད་ཀྱི་གྲས་ལ་ང་ཚོ་གིས་གཅིག་དགའ་སྤོབས་བྱེད་ཡག་གི་གནས་ཚུལ་བཅས་བྱུང་བ་རེད། སྤྱི་ཡི་གཟུགས་གཞི་གི་ཆ་ནས། ང་རང་འདྲ་བོ་ཅིག་ན་སྔོན་མ་ལས་ཀ་བྱེད་ས་ལ་ལས་རོགས་དེ་ཚོ་མགོ་སེར་བོ་དེ་ཚོ་ལ་ང་ཚོ་གི President རེད་ཁོང་རེད་ལབ་བྱེད་ནས་ཅིག་བློ་བཟང་སེང་གེ་ལགས་གི་པར་དེ་ཚོ་ཁོང་ཚོ་ལ་བསྟན་བྱེད་ནས་སོ་སོས་སོ་སོ་ཅིག་སྤོབས་པ་འདྲ་བོ་བཟོ་ཡག་གི་དེ་འདྲ་གི་གནས་ཚུལ་ཡང་བྱུང་མྱོང། དེ་རིམ་པ་གཅིག་རེད་ཡིན་ན་ལས་རྒྱལ་ཁབ་ཅིག་གི་དབུ་ཁྲིད་ལ་ངེས་པར་དུ་བཟོ་ལྟ་ཡག་པོ་དང་རྫིག་པོ་དགོས་ཡ་དེ་ཆ་ཆེན་དང་པོ་མ་རེད། རྒྱལ་ཁབ་ཅིག་གི་དབུ་ཁྲིད་ལབ་དུས། རྒྱལ་ཁབ་དེ་གི་བུ་རྫིག་ཤུལ་དེ་གདམ་གི་ཡོད་མ་རེད། གཙོ་བོ་དེ་རྒྱལ་ཁབ་དེ་དང་མི་མང་འགོ་ཁྲིད་ཐུབ་ཡག་གི་ཤེས་ཡོན་ཡོད་ཉིན་རྣ་བཅུག་ཡོད་ཉིན། ནི་སོ་སོའི་རྒྱལ་ཁབ་དང་མི་རིགས་ལ་རྒྱལ་ཞེན་དང་རིགས་ཞེན་ཡོད་ཉིན། རྣ་བཅུག་དང་བློ་སྟོབས་ཆེད་དུ་ཕག་པ་བྱེད་གི་སྒོ་ནི། ནི་སོ་སོའི་གི། རྒྱལ་ཁབ་དང་སྤྱི་ཚོགས་འགོ་ཁྲིད་ཀྱིན། ཐུབ་བ་ཡིན་ན། དེ་འདྲི་གི་རྣ་བཅུག་དང་རྒྱལ་ཞེན། བློ་སྟོབས་ཡོད་བ་ཡིན་ན་ནི་དེའི་ཐོག་ནི། རྒྱལ་སྤྱིའི་དབུ་ཁྲིད་ཀྱི་ཁྲིད་ལམ་འབུར་དུ་ཐོན་པ་དང་རྒྱལ་སྤྱིའི་དབུ་ཁྲིད་ཀྱི་ནང་ལ་བརྩི་འཇོག་ཡོང་ཐུབ་ཡག་གི་གནད་དོན་ཡང་ཡོད་རེད་མདོག་མེད་པ་ཡིན་ན་ལེ། དཔེ་ཆ་བཞག་པ་ཡིན་ན་ང་ཚོ་གི་དགྲ་བོ་རྒྱ་ནག་གི་སྲིད་འཛིན་ཏེང་ཞའོ་པེང་ལགས་དེ། ཕྱི་ཡི་བཟོ་ལྟ་གི་ངོས་ནས་བཤད་པ་ཡིན་ན་མི་རྟིག་རིགས་མདོག་ངན་པོ་ཆེ་རེད། ཡིན་ན་ལེ་དུས་སྐབས་དེ་ལ་ཁོ་རང་གི་རྣམ་དཔྱོད་དང་བློ་སྟོབས་ཐབས་ཇུས་ཀྱི་ཐད་ནས་རྒྱལ་སྤྱིའི་དབུ་ཁྲིད་ཚོ་གའི་ཞེ་སྣང་དང་བརྩི་འཇོག་བྱེད་ས་ཀྱི་འགོ་ཁྲིད་འབུར་དུ་ཐོན་པ་ཅིག་ཆགས་ཡོད་རེད། ད་ལྟ་རྒྱ་ནག་དམར་ཤོག་ལོ་བརྒྱ་པ་ལ་ཁོང་ཆུད་ཐུབ་ཡག་གི་བྱས་རྗེས་ཆེ་ཤོས་འབྱུང་ཉེན་དེ་ཡང་ཏེང་ཞོ་ཕེང་གི་བཅོས་སྒྱུར་སྒོ་འབྱེད་ཀྱི་སྲིད་ཇུས་དེ་སོགས་དང་ཏེང་ཞོ་ཕེང་གི་ལམ་སྟོན་དང། བཅས་དང་འགོ་ཁྲིད་ཀྱི་ནུས་པ་ལ་འབྲེལ་བ་ཡོད་པ་ཤེས་བསྡད་ཀྱི་ཡོད་རེད། ཧོང་ཀོང་དེ། དབྱིན་ཇི་གི་བཙན་འཛུལ་གྱི་འོག་ནས་རྒྱ་ནག་གི་རྩིས་ལེན་ཐུབ་ཡག་དེ་ཡང། ཏེང་ཞོ་ཕེན་གྱི་རྣམ་དཔྱོད་དང་འཇོན་ཐང་ལ་བརྟེན་ནས་བྱུང་བ་རེད་བཤད་ཀྱི་ཡོད་རེད། དབྱིན་ཇི་གིས་ཧོང་ཀོང་དེ་དངོས་སུ་རྒྱ་ནག་ལ་རྩིས་སྤྲད་ཡག་གི་ཐག་གཅོད་བྱུང་ཡག་དེ་དབྱིན་ཇི་གི་སྲིད་བློན། ཐ་ཀེ་ར། ཆེ་ཤོས་ཀྱི་གྲས་དང་དབྱིན་ཇི་གི་སྲིད་བློན་དུས་ཡུན་རིང་ཤོས་ནང་ཉིན་གྱི་གྲས། ལྟ་ལྕམ། Baroness Thatcher ལགས་དེ། དང། དེ་ནི་རྒྱ་ནག་གི་སྐབས་དེ་དུས་ཀྱི་དབང་འཛིན་པ་ཏེང་ཞོ་ཕེང་གཉིས་ཀྱི་སྐབས་ལ་ལྟ་མཐའ་མིག་གི་གྲུ་མོར་དེ་བྱུང་ཕྱིན་ནི་ཧོང་ཀོང་དེ་རྩིས་སྤྲོད་བྱེད་ཡག་གི་མཐའ་མིག་ཐག་གཅོད་དེ་བྱུང་བ་ཆགས་བསྡད་ཀྱི་ཡོད་དུས། སྐབས་དེ་དུས་ཁོ་རང་ཉིད་རྒྱལ་ཁབ་གཉིས་ཀྱི་འགོ་ཁྲིད་ཀྱིས་ཧོང་ཀོང་གི་གནས་སྟངས་ཀྱི་ཐོག་ལ་ལྟ་མཐའ་མིག་གི་གླེང་མོལ་དང་ཐག་གཅོད་ཐད་ཀྱི་ཆེད་དུ་ཁོ་རང་ཉིད་འཇའ་འཕྲེང་བྱང་ཚར་བའི་གི་རྗེས་ལ། དབྱིན་ཇི་གི་སྲིད་བློན་ཀེན་ཛེག་ནི་མར་བབས་ཡོང་བའི་སྐབས་ལ་རྐང་པ་འདར་བྱས་ནས། གོམ་སྒོ་ཁོ་རང་འཆོར་འགྲོ་གི་ཡོད་བ་ད་རྒྱ་ནག་གི་ལོ་རྒྱུས་དང་སྐྱེ་རྒྱུགས་དེ་འདྲའི་ནང་ལོག་ལ་བྲིས་ཡོད་རེད། ད་སྐད་ཆ་དེ་ཚོ་ག་སྲིད་བདེན་པ་ཡིན་མིན་མི་ཤིས་ཏེ་གང་ལྟར། ཏེང་ཞོ་ཕེན་གྱི་རྣམ་སྤྱོད་དང་བློ་སྟོབས་དེ་དབྱིན་ཇི་གི་ཧོང་ཀོང་རྩིས་དྲུག། བྱེ་ཧ་ཀེ། ད་ཐག་ཆུ་དང་འབྲེལ་བ་ཆེན་པོ་གཅིག་ཡོད་བ་དེ་ད་གསལ་པོ་ཞུ་ཅི་ཆགས་བསྡད་ཀྱི་ཡོད་རེད། མདོར་བསྡུས་ན་ངས་ག་རེ་ཞུ་ཉེན་དྲོ་གི་ཡོད་རེད་ལབ་བ་ཡིན་ན། དེ་ནས། བདེན་སྟོང་སྲིད་འབྱོར་སྤེན་པ་ཚེ་རིང་ལགས་མདོག་ངན་དྲགས་འདུག་དུག་ལོག་སྐྱོ་དྲགས་གི་འདུག་ཟེར་བ་དེ་ཚོ་ཁོ་གླིང་གཞི་བཟོས་པ་ཙམ་གྱིས་རེད་མ་གཏོགས་དེ་ཚོ། འགོ་ཁྲིད་བཅས་ཀྱི་ངོས་ནས་ཞི་བ་བཅས་ཀྱི་སྐྱོན་ཆེན་པོ་གས་མ་རེད་བསམ་གྱི་ཡོད་ང་རང་འདྲ་བོ་ཅིག་ནི་གཙོ་བོ་དེ་ཁོ་རང་གིས་ང་ཚོ་མགོ་ཡག་པོ་ཅིག་ཁྲིད་ཐུབ་དགོས་ཡ་དང། དེ་ཡང་མགོ་མ་ནོར་བ་ཅིག་ཁྲིད་ཐུབ་དགོས་ཡ། དེ་ནི་རྒྱ་གཞན་དང་སྤྱི་སེམས་ཀྱི་ཐོག་ནས་གྲོང་ཚོགས་ཀྱི་སྒོ་ནས་ཁོ་རང་གིས་ནུས་པ་མཉམ་སྤུངས་དང་དེ་ནས་རྡོག་རྩ་གཅིག་སྒྲིལ། བོད་ནང་གི་གནས་སྟངས་ལ་འགན་ཁུར་དང་རྟོག་ཞིབ་གནང་གི་ཡིན་གསུང་བ་ནང་བཞིན་གྱིས་ཁོ་རང་གིས་མགོ་ཡག་པོ་ཅིག་ཁྲིད་དགོས་ཨ་དེ་ད་ཁོང་གི་ལས་འགན་ཆགས་བསྡད་ཀྱི་ཡོད་རེད་ང་ཚོ་ཚོགས་མ་གལ་ཏེ་དགོས་མཁོ་ཆགས་བསྡད་ཀྱི་ཡོད་པའི་ཆ་ནས་དེའི་ཐད་ལ་ང་ཚོ་གིས་འགན་གདོང་ཅུང་ཟད་ངན་པར་དུ་ཞུ་དགོས་ཡ་གཅིག་དང། དེ་སོགས་ཀྱི་ཐོག་ལ་ང་ཚོ་གིས་ཅིག་ཁོ་རང་གིས་ཕྱག་ལས་ཡག་ཡིག་རིགས་གནང་བ་དེ་ཚོ་ལ་ང་ཚོ་གིས་བསྔགས་བརྗོད་བྱེད་ཐུབ་དགོས་ཡ་རྒྱབ་སྐྱོར་བྱེད་ཐུབ་དགོས་ཡ། ཨཱ་ནི་ལས་ཀ་ནོར་འཁྲུལ་ཅན་དང་ལྷག་པར་དུ་ཅིག་བཀའ་མོལ་མཐར་ཆ་ཆེན་པོ་དེ་འདྲའི་ནོར་འཁྲུལ་ཆེན་པོ་དེ་འདྲ་གནང་བའི་སྐབས་ལ། དུས་ཐོག་ལ་ང་ཚོ་གིས་སྐྱོན་བརྗོད་བྱེད་དགོས་ཏེ་ལོ་རྒྱུས་ཀྱི་ནོར་ལོག་ལ་ཡང་མི་མང་གི་འགན་འགན་ཁུར་རང་བཞིན་གྱི། འགན་ཁུར་གྱི་ངོ་བོ་གཅིག་ལྡན་གྱི་ཡོད་པའི་ཆ་ནས་དེ་སོགས་གལ་ཆེན་པོ་ཞིག་རེད་དྲན་གྱི་འདུག་ད་ངས་དུམ་མཚམས་དང་པོ་དེ་འདས་ལ་བཞག་ཡིན་དེ་ནས་དུམ་མཚམས་གཉིས་པ་དེ། ད་ཁོ་རང་གི། ད་བདེན་དོན་སྲིད་སྐྱོང་གི་ད་དམ་པོར་ཟེར་ཡ་དེ་གནང་བྱས་ནས་ད་ཟླ་བ་གཅིག་ལྷག་ཟིག་གི་ནང་ལོག་ལ་ད་གང་ལྟར། ཁོ་རང་གི་ལས་ཀ་བྱེད་ཕྱོགས་ཀྱི་ཐོག་ལ་དང་ད་ལྟ་གང་ལ་ཞུ་ཕྱོགས་ཀྱི་གནས་སྟངས་དེ་ཚོ་གི་ཐོག་ལ་སྤྱོད་འཇུག་དེ་ཚོ་ང་འདྲ་བོ་གཅིག་ནི་གྲོགས་པོ་བྱུང་མ་སོང་ཟེར་མི་ཟེར་བྱེད་ཉན་གྱི་རེད་ཡིན་ན་ཁོ་རང་གི་ད་དེ་ཚོ་ཁོ་རང་གི་ནང་ཁྲོལ་མིན་པ་ཡིན་ན་འོ་ན་ཁོ་རང་གི་ད་ཟླ་བ་གཅིག་ལྷག་ཟིག་གི་ནང་ལོགས་ལ་ནང་ཁྲོལ་རྩ་བ་ཉིད་ནས་བཟོས་ཡོད་མ་རེད་བས་ཟེར་ལགས་ཡིན་ན་ནང་ཁྲོལ་དུས་ཚོད་ཐུང་ཐུང་ཅིག་གི་ནང་ལོགས་ལ་ནང་ཁྲོལ་མང་པོ་བཟོས་གནང་ཡོད་རེད་ནང་ཁྲོལ་དེ་ཚོ་ཡང་ནང་ཁྲོལ་ཆུང་ཆུང་གི་གནས་སྟངས་ཆགས་ཡོད་མ་རེད་དེ་ཚོ་བྱེད་དུས། དེ་འབྲེལ་གྱི་ཁོ་རང་གི་ལྟ་སྐྱོང་དང་ནོར་འཁྲུལ་བཟོས་པ་དེ་ཚོ་ག་རེ་རེད་སྐད་ཆ་དྲིས་པ་ཡིན་ན། གནད་དོན་དེ་ཚོ་གི་ཐོག་ལ་ངས་ཉིན་རྗེས་མ་དེའི་ནང་ལོགས་ལ་གསལ་པོ་བཟོ་གི་ཡིན་ཞུ་གི་དེ་ནས་རྗེས་ཡོང་ཉིན་རྗེས་མ་ནང་ལོགས་ལ།